ད་དེ་ནི་མ་དེ་རེད་ད་ཡུལ་རིན་པོ་ཆེ་ལ་ཡང་སྐད་ཆ་ཞིག་ཞུ་གི་ཡོད་རྣམ་པ་ཚོ་ལ་རེད་བ། ཨ་ནི་ད་ལས་སྐད་ཆ་བཤད་དེ་སྤྱི་དང་ནི་མི་མང་རྣམ་པ་ཚོ་གི་སེམས་དགོས་དེ་གལ་ཆེན་པོ་རེད་སེམས་གི་རེད་བསམ་གི་འདུག་གཙོ་བོ་དེ་ག་རེ་ཞུ་ཡ་ཡོད་ཟེར་ན་ད་ད་ལྟ་སླེབས་ལ་ཉེ་བའི་ད་ང་རང་ཚོ་གི་སྤྱི་ཟླ་བདུན་པའི་ཟླ་རེ་གཉིས་ནས་བཞི་བར་ད་ང་རང་ཚོ་གི་བོད་ཀྱི་ནང་བསྟན་བསྟན་པའི་ཨ་ནི་བསྟན་བདག་བླ་ཆེན་རྣམ་པ།

གང་ཡིན་ཟེར་ན་ད་སོ་སོ་རང་སོ་སོ་རང་གི་ཁེ་ཕན་ལ་སྤུ་ཙམ་བྱེད་བསམ་བློ་མེད། གཙོ་བོ་དེ་ང་རང་ཚོ་གི་ནང་པའི་བོད་ཀྱི་ནང་པའི་བསྟན་པ་དང། རིག་གཞུང་དང་མི་རིགས་དང། ཨ་ནི། ཡི་གེ་དང་སྐད་དང་ཡི་གེ་དང། ཨ་ནི་ད་ང་ཚོ་མི་རིགས་ཀྱི་མཐུན་འབྲེལ་ལ་བོར་བ།

སྟབས་དངོས་གནས་ད་ནས་བོད་པའི་ཆོས་དང་རིག་གཞུང་སྐད་དང་ཡི་གེ་མི་རིགས་སེ་ཏི་ཀལ་ཡ་ཚད་མཐོ་པོ་མཐོང་ཐུབ་ཡ་དེ་མི་རིགས་གཞན་དག་གི་ཐོ་ཚད་མཐོ་པོ་གི་གཞི་བཞག་ཡ་དེ་ཨ་ནི་ཨ། དེ་ཚང་མ་ལོ་ཨ་ནི་རྒྱ་རོམ་གྱི་ཐུགས་རྗེ་བཀའ་དྲིན་ཉག་གཅིག་ཡིན་ཙང། ད་དེ་འདྲའི་བྱེད་དགོས་དངོས་གནས་ད་བསམ་བློ་བློ་ཟུར་ནས་ནས་ད།

གཞིས་བྱེས་ཡུལ་གྲུ་གང་ལ་ཞུགས་མཁན་བོད་མི་ཡིན་ན་རེད་རྒྱ་བལ་གྲོང་གསུམ་ལ་ཞུགས་མཁན་བོད་མི་ཡིན་ན་རེད། གཙོ་བོ་ང་རང་ཚོ་དབུས་བོད་མིའི་སྒྲིག་འཛུགས་ཀྱི་དཔལ་ལྡན་སྲིད་གཞུང་གཙོས་པའི་བཀའ་བློན་རྣམ་པ་དང་ལས་བྱེད་རྣམ་པ་གི་དབུ་ནས་འགན་གཙོ་བོ་ཁྱེད་ཀྱིས་ཨ་ནི་དགོས་དོན་དེ་སྲུང་བརྩི་གནང་གི་ཡོད་རེད་ལོ་དེ་ཡང་ཨ་ནི་བྱམས་བརྩེ་ཡི་ལེའུ་གསུང་གནང་གི་ཡོད་རེད་བ་བརྩི་གནང་གི་ཡོད་རེད། དངོས་གནས་དོན་གནས་རྩ་ཆེན་པོ་རེད། དེ་འདྲའི་ཕྱིར་ལོ་ནང་ལ་ཡང་ཨ་ནེ་ད་ལྟ་བོད་ཀྱི་ཨ་ནེ་ནང་པ་ཟེར་གྱི་པའི་བསྟན་པའི་བསྟན་བདག་བླ་ཆེན་རྣམ་པ་ཚོ་ཨ་ལགས་ཞེས་ཚོགས་འདུ་ཅིག་གནང་ཡོད་འདི་ག་ལ་སོ་སོ་སེམས་པ་ཡིན་ན་ཡང་དགའ་བོ་ར་བྱུང་སོང་བློ་བདེ་བོ་ར་བྱུང་སོང་གང་ཡིན་ཟེར་ན་སོ་སོ་བསམ་ཚུལ་རེ་བདེན་མ་ཞུ་ཡ་ཅིག་རག་གི་རེད་བསམ་ནས། གཙོ་བོ་དེ་ད་རྒྱག་རུམ་གཅིག་བཀའ་དྲིན་ཆེན་པོ་ཡིན་མིན་བཤད་དེ་སོ་སོ་གཅིག་ནི་བསམ་བཏང་པ་རེད་གཅིག་ནི་མིག་བཏགས་པ་རེད་འོ་མིག་བཏགས་བསམ་བཏགས་པ་རེད། ད་མིག་བཏགས་པ་ཡིན་ན་རྒྱ་བལ་གྲོ་གསུམ་ནང་གཅིག་གཟིགས་ན། ཕྱི་རྒྱལ་ཡུལ་གྲུ་ག་ལ་ཕེབས་ནང་གི་ཚང་མ་ལོག་བོད་བོད་མི་རིགས་རྣམས་གཅིག་གཟིགས་ན། ཧ་ལས་པ་ཚད་ཐོབ་བོ་འཛམ་བུ་འདི་ནས་འཛམ་བུ་གླིང་འདི་ནང་ལ་བོད་པའི་ཆོས་དང་རིག་གཞུང་སྐད་དང་ཡི་གེ་མི་རིགས་ཟེར་ཡ་དེ་ཚད་ཐོབ་བོ་ཡ་མི་རིགས་གཞན་གྱིས་བསྟོད་བསྔགས་བཏང་ཡ་དང་མཐོང་མཐོང་མཐོང་ཆེན་པོ་སྤྲད་ཡ་དེ་གཙོ་བོ་དེ་སུ་གཅིག་གི་བཀའ་དྲིན་མ་རེད་སོ་སོ་རང་སོ་སོ་འཇོན་འཇོན་མ་རེད་དེ་རྒྱ་རོམ་ཅན་ཐུགས་རྗེ་བཀའ་དྲིན་ཉག་གཅིག་རེད་འདི་མཁྱེན་དགོས་རེད་ངས་སྔོན་དུ་ཞུས་སོང་བ་མིག་ལྟ་བསམ་བློ་བཏང་ཟེར་དེ་ག་ལ་མིག་ལྟ་བསམ་བློ་བཏང་ཨམ་ཇོ་ཉེ་ངས་སྔོན་དུ་མང་པོ་ཞིག་ཞུས་ཡིན་དགའ་འདེད་ཅིག་དཔེའུ་འདྲ་བོ་མ་ཞུ་ཧུ་ས་མིག་བཙུམ་མིག་བཀབ་ཁ་བཀབ་ཨམ་ཇོ་བཀབ་དེ་འདྲ་ཞུ་ཡ་ཡོད་མ་རེད་ད་འདྲ་ཐུགས་བརྩོན་ཟེར་བ། ཐ་ན་ང་ཚོ་བོད་ཀྱི་གནས་སྟངས་དེ་ད་ལྟ་བཙན་བྱོལ་ནང་གནས་སྟངས་དེ་དངོས་གནས་ད་རྒྱ་རོམ་ཅེ་ཁོང་ལ་ཡར་དགུ་བཅུ་ལ་ཕེབས་འགྲོ་གི་རེད་འོན་ཀྱང་ཁ་ཚང་བརྟན་བཞུགས་སྐབས་ལ་ཡར་རྒྱ་རོམ་ཅེ་ད་ནོ་ལོ་བརྒྱ་དང་སུམ་ཅུ་བཞུགས་ཡག་གི་ཨ་ནི་དགོངས་པ་ཞེ་བཞི་བཟང་པོ་ཞིག་ཐོབ་ཡོད་རེད་བསྐལ་པ་བཟང་པོ་རེད་བསྐལ་པ་བཟང་པོ་རེད་ཤིན་ཏུ་ནི་བསྐལ་པ་བཟང་པོ་རེད་དེ་འདྲའི་མི་རིགས་བསྐལ་པ་བཟང་པོ་དངོས་གནས་ད་ནས་ཚེ་འཛམ་བུ་གླིང་འདི་ན་མི་རིགས་འདྲ་མི་འདྲ་ཞིག་ཡོད་དེ་ག་ལ་ང་ཚོ་འདྲ་བོ་དཀར་པོ་བཟང་པོ་ཞིག་དཔེ་ཁག་པོ་རེད། ད་དེ་ཡིན་དེ་ག་ལ་དེ་འདྲའི་དཀར་པོ་བཟང་པོ་ཞིག་ཡིན་དེ་ག་ད་ལྷོད་ལྷོད་ཅེས་མ་བསྡད་པ་ཞིག་དགོངས་ལོ་བརྒྱ་དང་སུམ་ཅུ་བཞུགས་ཀྱི་གཟིགས་གོ་རེད་གསུང་གི་ཡོད་རེད་དགོངས་དང། གསུང་གི་ཡོད་རེད་ད་ང་རང་ཚོ་ངོ་ནས་ད་ང་ཚོ་མི་ཐུག་གཉིས་པ་དེ་རེད་ང་འདྲ་བོ་མི་ཐུག་གཉིས་པ་རེད་ངའི་སྤུ་གུ་དེ་ཚོ་མི་ཐུག་གསུམ་པ་རེད།

སྐྱབས་སུ་ཆེ། ཁོང་ཡང་བོད་ནང་ལ་ཡང་འདི་འདྲའི་ཞུ་ཐུབ་ཡག་གི་ལས་དོན་དེ་བྱེད་དགོས་རེད། ད་དེའི་དངོས་གནས་ད་ནི་ཆོས་ཆོས་དངོས་གནས་འགོག་རྐྱེན་གང་ཡང་མ་རེད། དངོས་གནས་གཙོ་བོ་དེ་ཆབ་སྲིད་དངོས་གནས་འགོག་རྐྱེན་རེད། ད་ཆབ་སྲིད་པ་རྣམ་པ་ཚོ་མང་པོ་ཅིག་ཡོད་རེད་བ། དེ་འདྲས་ཀྱི་ཤུགས་སྐྱོན་ཡང་བྱེད། ད་དངོས་གནས་ད་ནི་ད་རྒྱག་རོམ་བྱེད་ད་ནི་དགུང་ལོ་དགུ་བཅུར་ཕེབས་དགོས་རེད། ད་བརྒྱ་དང་སུམ་ཅུ་བཞུགས་གི་ཡོད་སྲིད་དགོས་རེད་ག་ཚད་ལྷག་འདུག། མཱི་ནས་གཅིག་ནང་དང་དུ་བ་ག་ཚད་ལྷག་འདུག་ད་དེའི་ནང་ལ་ཡང་ང་ཚོ་དེའི་སྔོན་ལ་ཡང་ལོ་བཅོ་ལྔ་ཉི་ཤུ་སྔོན་ལ་ཡང་ཨ་ནི་བྱམས་རུམ་གཅིག་གི་ལོ་བརྒྱ་དང་སུམ་ཅུ་བཞུགས་ཀྱི་སོང་རེད་ལོ་བཅོ་ལྔ་ཉི་ཤུ་ཅིག་སྔོན་ལ་ཡང་བོད་ནང་ལ་དེ་འདྲི་ཞུ་ཐུབ་པ་གིས་ང་ཚོ་ལས་འགན་ཆེ་ཆེ་བོར་བ་འདི་ང་ཚོ་མི་མང་སྤྱི་བོ་ཆེ་ལས་འགན་མ་རེད་ཨ་ནི་ང་ཚོ་བོད་པའི་བོད་ཀྱི་ཨ་ནི་ནང་པ་སངས་རྒྱས་པའི་བསྟན་པའི་བསྟན་བདག་བླ་ཆེན་རྣམ་པ་དང།

ཧ། ཁྱི་ལ་འཇུག་པ་བཤད་ན་ཁྱི་མ་དགའ། མི་ལ་དྲག་པོ་བཤད་ན་མི་མ་དགའ་ཟེར་དངོས་གནས་བདེན་པ་བདེན་ཅན་རེད་བཤད། ང་ཚོ་ཁྲམ་པ་བཤད་དགོས་ཡ་སྤུ་ཙམ་ཆེ་མེད་ལོ་གཉིས་ས་གསུམ་ལྷག་ཚེ་གཅིག་གང་ཅི་ག་ཤོད་ན་ལས་ཀ་བྱེད་སུ་གཅིག་ལ་བྱས་མ་མྱོང། སོ་སོ་སོ་སོ་དྲང་པོ་དྲང་ཤ་ལས་ཀ་བྱེད། ད་ན་སུ་ངས་ལབ་སོང་ད་ན་སྐུ་ངོ་མང་ཆེ་ང་ངོ་ཤི་མ་མེད།

དངོས་གནས་ད་ནས་སྔོན་དུ་ཆུད་པ་ན་རེ་ཞིག་རེད་ཚད་མས་མེད་ལོག་ལྟ་མེད་སྒྲོ་ལྟ་མེད། ཨ་ནི་བློ་མཐུན་པའི་དབང་གིས་ག་གོ་ཞུས་པ་མེད་དེ་དགག་པ་ག་གོ་ཞུ་མེད་སྤྱོད་འཇུག་ག་གོ་ཞུ་མེད་སོ་སོ་རང་ཉིད་ཀྱིས་ཨ་ནི་དང་དུ་བླངས་ཆེད་ཨ་ནི་འབོད་སྐུལ་བྱེད་ཡིན་དང་དུ་བླངས་དགོས་ཨ་དེའི་རྒྱུ་མཚན་དེ་ད་ང་རང་ཚོ་ཚང་མ་དང་དུ་བླངས་དགོས་རེད་བ་ང་རང་ཚོ་རྒྱག་རོམ་ཅིག་གི་འདུ་ཤེས་ལ་ཁེལ་བའི་མི་རིགས་ཅིག་རེད་བ་རྒྱག་རོམ་ཅིག་བཀའ་དྲིན་བསམ་གྱིས་མི་ཁྱབ་པའི་དབང་ལ་ཡང་དབང་གིས་ཨ་ནི་ང་ཚོ་འཚོ་བ་སྐྱོང་འདོད་ཡོད་རེད་བ། སོ་སོ་གི་མེ་ཡིན་ན་རེད་བཟའ་ཚང་ཡིན་ན་རེད་སྤུ་གུ་ཡིན་ན་སྐྱོང་འདོད་ཡོད་རེད་བ། དེ་ཚང་མ་ལོ་རྒྱག་རོམ་གྱི་ཐུགས་ཀྱི་བཀའ་དྲིན་ཉག་གཅིག་རང་རེད་མ་གཏོགས་སོ་སོ་རང་གི་སྤུ་ཙམ་གྱི་འགྱོན་བྱུང་ཡོད་མ་རེད་དེ། དེ་ཡི་དབང་གིས་ད་ང་རང་གིས་སོ་སོ་གུས་པས་དབང་གི་ལས་འགུལ་ལས་འགན་ཞིག་ཁིས་བྱས།

དངོས་གནས་ད་ནས་དབུས་བོད་མི་རྒྱག་རུམ་གཅིག་ཀ་བཞི་ལ་བཞག་རྗེས་དབུས་བོད་མི་སྒྲིག་འཛུགས་ལ་དབུ་བ་དཔུང་སྒྲ་གཞུང་གི་ཚོགས་པ་གཅིག་ཡོད་རེད་ད་འདྲ། དངོས་གནས་ད་ནས་ང་རང་གི་མིག་མཐོང་ལག་ཟིན་ལ་བོད་གཞི་རིམ་མི་མང་གི་རེ་བོ་ཚོགས་པ་བསལ་བྱས་རེད། ཚོགས་པ་དེ་གི་ལས་འགུལ་སྤེལ་རྗེས་ད་དྲ་ཇག་ཐོག་ནས་མཚན་རྟགས་བསྡུ་རུབ་བྱས་རྗེས། ད་ཆོས་ཆོས་ཅིག་ཏུ་མགོ་དང་མོ་མགོ། ཡང་མོ་མགོ་ན་ད་ཨ་ནི་མཚན་རྟགས་བསྡུ་རུབ་བྱས་བྱས་ཡོད་རེད་ད། མིང་རྒྱབ། དེབ་ཆུང་གི།

ཡིན་ནའང་མི་མང་གི་ལེའུ་སྤེལ་བ་ཙམ་རེད་མ་གཏོགས་མི་མང་ལ་ཐོབ་ཐང་ཡོད་རེད་པས་ཟེར་ན་མི་མང་རྟགས། རྒྱ་རོམ་གྱི་སྐྱབས་སེ་ཁོང་གི་བཀའ་དྲིན་གྱིས་རྟགས་ང་རང་ཚོ་ལ་དམངས་གཙོ་ཡང་དག་པ་ཞིག་བཟོ་རེ་གནང་རེད་དམངས་གཙོ་ལོངས་སུ་སྤྱོད་མཁན་ང་ཚོ་མི་མང་བས་རེད། ཨ་ནི། གྲྭ་པ་དགེ་འདུན་དགེ་འདུན་པ་རྣམ་པ། བླ་ཆེན་རྣམ་པ་བསྟན་པའི་བླ་ཆེན་རྣམ་པ་ཚང་མ་རེད་ད་ང་ཚོ་བོད་མི་རིགས་ཡིན་ན་ད་དེབ་ཆུང་ཡོད་ན་ད་དེབ་ཆུང་ཡོད་ན་དེབ་ཆུང་མེད་ན་འདི་ལ་བྱེད་དོགས་ཡོད་མ་རེད་ངས་སྐད་ཆ་དྲང་པོ་དྲང་ཤ་ཡིན་ད།

ད་མི་མང་མང་པོ་ཅིག་སྐད་ཤོད་གི་འདུག་དངོས་གནས་ད་ནས་འདི་འདྲའི་ཅིག་ལས་འགུལ་ཅིག་སྤེལ་གནང་གི་འདུག་དེ་འདྲ་ག་ཡིས་གནང་སྲིད། དེ་འདྲའི་ཅིག་དཔྱད་པ་གནང་བྱས་དངོས་གནས་དོན་བློ་གཟུར་གནས་ནས་དངོས་གནས་ད་ནས་ང། ག་ས། དགེ་ལུགས་ཡིན་ང་བཀའ་བརྒྱུད་ཡིན་ང་རྙིང་པ་ཡིན་ང་ས་སྐྱ་ཡིན་ང་བོན་པོ་ཡིན་ང་ཚོ་ཆོས་བརྒྱུད་སྤྱི་འཐུས་རེད་ང་ཚོ་ཆོས་བརྒྱུད་སྤྱི་འཐུས་ད་ཆོལ་ཁ་གསུམ་གྱི་སྤྱི་འཐུས་ཡོད་རེད་ཕྱི་ཕྱིར་ཡུལ་གྲུ་ཁག་གི་སྤྱི་འཐུས་ཡོད་རེད་ང་ཚོ་ཆོལ་ཆོལ་སྤྱི་འཐུས་མེད་ན་ག་བ་ཡོང་གི་རེད་ཟེར་ཡ་ད་དེ་འདྲའི་ཆེ་དགོངས་པ་མ་བཞེས་པར་བྱས་བོད་ཀྱི་ནང་པ་དང་སངས་རྒྱས་པའི་བསྟན་པ་དང་རིག་གཞུང་ལ་མི་རིགས་ལ་ཡ་སྐད་དང་ཡི་གེ་ལ་ཡ་ཕན་གནོད་ཀྱི་འདུག་ད་ཕན་གྱི་འདུག་ད་དེ་འདྲའི་ཆེ་དགོངས་པ་བཞེས་པ་ཡིན་ན་ད་ང་རང་ཚོ་གི་གཙོ་བོ་ད། རྒྱག་རུང་ཆེ་རེད་བ། སྔོན་དུ་ཞུས་པ་ནས་བཞིན་ཁོང་ལས་ལྷག་པའི་བཀའ་དྲིན་ཆེན་པོ་ཡོད་མ་རེད། ངས་མང་པོ་ཞིག་ཞུས་ས་ཡིན་ཡང་བསྐྱར་ཡང་བསྐྱར་ཞིག་ཞུས་ཆེ་བ་བྱས། ང་ཚོ་ཕ་མ་ཡིན་ན་བཀའ་དྲིན་ཆེན་པོ་རེད་ང་ཚོ་ལ། དགེ་རྒན་ཡིན་ན་བཀའ་དྲིན་ཆེན་པོ་རེད་ཁམས་ཚན་ཡིན་ན་བཀའ་དྲིན་ཆེན་པོ་རེད་ཤག་དགེ་རྒན་ཡིན་ན་བཀའ་དྲིན་ཆེན་པོ་རེད་གྲྭ་ཚང་རིན་པོ་ཆེ་ཡིན་ན་བཀའ་དྲིན་ཆེན་པོ་རེད་བ། མཁན་རིན་པོ་ཆེ་ཡིན་ན་བཀའ་དྲིན་ཆེན་པོ་རེད་དགེ་སྐོས་ཆོས་སྒྲོན་པ་བློས་དཔོན་ག་རེ་ཡིན་ན་གསང་བ་ལོ་བཀའ་དྲིན་ཆེན་པོ་རེད། རེད། བ་ད་ནི་ང་ཚོ་འཛིན་གྲྭ་གཅིག་པའི་ཆོ་འཕྲུལ་ཡིན་ན་དཔའ་བཀའ་དྲིན་ཆེན་པོ་རེད་ཆོ་འཕྲུལ་ལགས་འཛིན་གྲྭ་གཅིག་པ་ལ་རྩོད་རྩོད་རྩོད་རྩོད་གཅིག་གིས་ལན་རྒྱབ་གཅིག་གིས་རྩོད་གཅིག་གིས་ལན་རྒྱབ་གཅིག་གིས་རྩོད་འཛིན་གྲྭ་འཛིན་གྲྭ་ནང་ལོགས་ལ་རྩོད་རྩོད་གཉིས་ཀས་སོ་སོ་དངོས་གནས། ལམ་བཟང་མཁན་གྱི་དབྱེ་བ་དང་ལམ་ཨ་ནི་དཀར་ནག་མཁན་གྱི་དབྱེ་བ་དང་ཨ་ནི་གནོད་བྱ་དང་གནོད་བྱེད་གཉིས་ཀའི་དབྱེ་བ་དེ་ཤེས་ཡོང་དུས་ག་ལ་སྤང། སྤང་བླང་གཉིས་ཀྱི་ཁྱད་པར་ཤེས་ཡོང་བ་དེ། འཛིན་གྲྭ་གཅིག་པའི་བཀའ་དྲིན་རེད་བ་ཅིག་ལྟ། བཀའ་དྲིན་དཔེ་མང་པོ་ཡོད་རེད་ང་ཚོ་ལ་བཀའ་དྲིན་དཔེ་མང་པོ་ཡོད་རེད། ཡིན་ན་བཀའ་དྲིན་བསམ་གྱིས་མི་ཁྱབ་པ་བཀའ་དྲིན་བླ་ན་མ་མཆིས་པ་གོང་ན་མ་མཆིས་པ་གོང་མིན་ཡང་གོང་མིན་བླ་མིན་ཡང་བླ་མིན། སྲིད་སྟེགས་དེ་བསམ་བཏང་ཡ་ཡོད་རེད་བ་ཚིག་ཡོད་རེད་བ། ཚིག་ཡོད་པ་ན་ཞེ་དོན་དག་བསམ་བཏང་ཡ་ཡོད་རེད་བ། དོན་དག་བསམ་བཏང་པ་ན་རྒྱབ་རོམ་གྱི་སྐུ་ཉིད་མེད་ད་སུ་གཅིག་གིས་ཡོད་མ་རེད།

རེད་བ། ཁོ་རང་སྒེར་དོན་མ་རེད་བ། སྤྱི་བཏང་ང་ཚོ་གི་བོད་པའི་སྤྱི་དཔལ་གི་དོན་དག་ལ་དངོས་གནས་ད་ནི་ཉག་ཕྲ་བའི་སྡེ་ལ་ཡག་རྒྱ་བ་རྣམས་ཚོ་གོང་ལོག་འབྲས་བུ་སྡེ་ལ་ཡག་ཕེབས་ཡོང་འདི་ག་ལ་དེ་འདྲས་ཅིག་ག་ལ་དངོས་གནས་བློ་ཟུར་གནས་ནས་ནམ་རྒྱུན་ནས་དོ་སྣང་བྱས། བོད་སྤྱི་པ་ལ་དོ་སྣང་བྱས། བོད་མི་མང་ལ་དོ་སྣང་བྱས། དབུས་བོད་མི་དེ་ཚོ་ལ་དོ་སྣང་བྱས། བྱེད་མཁན་གྱི་གང་ཟག་ཅིག་ཡིན་པ་དེ་ལྷག་དབུགས་དང། ད་ཁ་ཤས་ཀྱི་ཡོད་རེད་དངོས་གནས་ད་ནི་དཔལ་འབྱོར་ཡག་པོ་བྱུང་སོ་སོ་ལ་ཁང་པ་ཡག་ཐག་ཆོད་ཡོད་རྒྱ་རོམ་གྱི་དུས་ཀྱི་བཀའ་དྲིན་ལ་བརྟེན་ནས་ཨ་ནི་རྒྱ་རོམ་གྱི་བཀའ་དང་འགལ་དུས་འོ་རེད་ད་བོད་སྤྱི་པ་དང་བོད་མི་མང་དང་ཨ་ནི་དབུས་བོད་མི་སྒྲིག་འཛུགས་དང་རྒྱ་རོམ་གྱི་དགོངས་པ་དང་དེ་ཚོ་ལ་ཕ་ཡ་མེད་བཏང་བྱས་ན་ལ་དྭགས་ཀྱི་མ་རེད་བསད་དེ་གསུངས་ཡོད་རེད་ད་འདི་ངས་སྐད་ཆ་ལབ་རྒྱུ་མ་རེད་ད་རྒྱ་རོམ་གྱི་ཞེས་ཕྲ་མོ་ནས་གསུངས་ཡོད་རེད་ད།

སོ་སོ་གི་རྒྱ་རོ་མི་ཚེའི་བཀའ་བཞི་ལ་ཤ་ཆེ་དབུས་བོད་མི་སྒྲིག་འཛུགས་ལ་དབུ་བ་དཔུང་འདེགས་བྱེད་ཀྱི་འདུག་བོད་མི་མང་ལ་བོད་མི་བོད་མི་མང་གི་ཆེད་དུ་ལས་ཀ་བྱེད་ཀྱི་འདུག་འདུག་དང་མི་འདུག་དེ་དཔྱད་པ་གོ་རེ་བྱས་མི་འདུག་ངས་བརྒྱ་ཆ་བརྒྱ་བདེན་པ་ལབ་ཀྱི་ཡོད་ད་པ་ལ་དེ་ད་ང་དེ་ངས་ལ

དངོས་གནས་ད་ནི་ཁྲོམ་པའི་ནང་གི་བེག་པ་འདྲ་བོ་རེད། བོད་པའི་སྤྱི་ཚོགས་ལ་ཡང་བོད་པ་ཟེར་ཡས་དེ་མིང་ཙམ་ཁེས་པ་རེད་ཤག་འགའ་དབུས་གཙང་གཙང་མ་གཙང་ཆང་ཡིན་ལ་དེ་དབུས་གཙང་མི་གཙང་མ་གཙང་ཆང་གི་མིང་ཙམ་རེད་ཤག། ཨ་ནི་དབུས་གཙང་དམ་པ་ཆོས་ཀྱི་ཆོལ་ཁ་གི་མིང་དོན་མཚུངས་པ་མི་གཅིག་མི་རེ་མི་འདུག།

བལྟས་ནས་ཨ་ནི་ད་ལྟ་ད་སྐབས་སུ་བབས་པའི་སྤྱིན་བདག་བདུན་པས་ཏཱ་རེ་གཉིས་ནས་ཨ་ནི་ཞེས་བར་ཨ་ནི་ང་རང་ཚོ་བོད་ཀྱི་ནང་པ་ནང་བསྟན་ཨ་ནི་ཆོས་རྒྱུད་ཆེན་པོ་བཞི་དང་གཡུང་དྲུང་བོན་ཡོན་ཅན་གྱི་བསྟན་བདག་བླ་ཆེན་རྣམ་པ་ཨ་ནི་བླ་ཆེན་ཚོགས་འདུ་ཚོགས་ཚོགས་ཚོགས་གཏན་ཁེལ་བ་ཁེལ་བ་རེད། ཁྱེད་འདུག་འདི་ཡིན་འདི་ག་ལ་ཚོད་དངོས་གནས་ལགས་ངས་ཐལ་མོ་སྦྱར་ནས་ང་རང་གི་གུས་པས་ང་རང་གི་ངོ་ནས་ང་རྩམ་ཟེར་ཅིག་ཡིན་རྒྱ་བ་རོམ་ཅིག་གི་སློབ་མ་ཅིག་ཡིན་རྒྱ་བ་རོམ་ཅིག་གི་རྡོ་ཤིང་ལ་སྐྱེས་པའི་མི་རིགས་ཅིག་ཡིན་བོད་མི་རིགས་ལ་ཤ་ཚ་ཡོད་བརྩེ་བ་ཡོད་རེད་བ། སུ་གིས་དྲང་བདེན་བྱེད་ཀྱི་འདུག་ན་དེ་ལ་ཡང་རྒྱབ་སྐྱོར་བྱེད་ཀྱི་ཡོད་སུ་གིས་ཨ་ནི་དབུས་བོད་མི་སྡིགས་འཛུགས་ལ་ཡང།

ད་ཁྱོད་ད་སི་ལའི་དེ་ལོ་ཀ་ཅིག་གནང་བྱས་ད་ཁྱོད་ཆོས་སྤྱི་འཐུས་མོ་དགོས་བ་དེ་ལ་ཡ་དགོངས་པ་རྒྱ་ཆེན་པོ་བཞེས་དགོས་འདུག་ང་རྒྱུ་མཚན་དཔེ་མང་པོ་ཞིག་ཡོད་ད་དུས་ཚོད་ཡོད་ན་མེད་ན་གང་བཤད་སྐད་ཆ་རིང་དྲག་གི་འདུག་མཚམས་མཚམས་ནས་རིང་དྲག་གི་འདུག་ལར་ནས་མི་དེ་ཚོ་མང་པོ་ཅིག་དགག་པ་སྐྱོན་གི་འདུག་འདི་ཡིན་འདི་འགལ་ད། ཡང་མ་ཞུས་ན་ཡང་གཅིག་རྒྱུ་མཚན་མ་ཚང་ཞེས་བྱ་བ་ཆེ་དེ་འདྲ་ཞིག་མཐོང་གི་འདུག་དེ་ཡིན་དུས་ག་ལ་གཙོ་བོ་དེ་ད་བླ་ཆེན་རྣམ་པ་ཚོ་དགོངས་པ་བཞེས་དགོས་ཡ་ཞིག་རེད་ཤག་ད་དངོས་གནས་ད་ནས་བཟོས་ན་མི་མང་པོ་ཅིག་སྐད་ཆ་མང་པོ་བཤད་ཡོང་འདུག་བླ་ཆེན་རྣམ་པ་ཚོ་དངོས་གནས་ད་དཔེ་ཞུ་བཞེས་པ་རེད། ད་འོ་ལ། ད་བླ་ཆེན་ལ་ཡང་མ་དཀྲུགས་ཤིང་རྒྱ་འགལ་དེ་ཆ་མཚོན་རྣམ་པ་རེད་ཟེར་གི་འདུག་བ།

དེ་ལ་ཡང་དགོངས་པ་བཞེས་རྗེས་བློ་གཟུར་གནས་ནས་དངོས་གནས་ད་ནས་ད་ཆོས་ཆོས་བཅུད་དུ་གོ་དུ་དང་མི་གོ། དངོས་གནས་འདི་ལ་དཔྱད་པ་གནང་བྱས་ད་རེས་འདི་ལ་ཡང་དངོས་གནས་ད་ང་ཚོ་བོད་མི་མང་གིས། བོད་མི་མང་ལ་ཡང་དགོངས་པ་བཞེས་རྗེས་བྱམས་དང་སྙིང་རྗེ་གི་ཐོག་ནས་དགོངས་པ་བཞེས་རྗེས་ད་ང་ཚོ་བོད་མི་མང་སྤྱི་བོ་མི་ནག་ང་དང་ང་བཞིན་འདྲ་བོ་ལས་ངན་པ་མང་པོ་ཞིག་བསགས་དགོས་ཡོད་རེད་དངོས་གནས་ད་ནས་ཁོང་རྣམ་པ་ཚོ་གི་ཕྱག་ལས་འདི་འདྲས་གནང་དགོས་ཡོད་རེད་ག་ས

སྔུན་ནས་ད་ནས། སྡུག་ན་སྡུག་སྙམ་སྐྱིད་ན་སྐྱིད་སྙམ་བཟའ་ཉ་བཟའ་སྙམ་བཏུང་ན་བཏུང་སྙམ་ཟེར་དགོངས་པ་འདི་འདྲས་ཀྱིས་སྒྲུབ་གནང་དགོས་བོད་ཆོལ་ཁ་གསུམ་ལ་ཡོད་པའི་བོད་ཀྱི་ཆོས་དང་རིག་གཞུང་སྐད་དང་ཡིག་གི། ཁོར་ཡུག། སྲུང་སྐྱོབ་བྱེད་ཡ་ལ། སོ་སོ་བོད་ཆོལ་ཁ་གསུམ་ལ་བདག་དབང་འདི་སྒྲུབ་དགོས་ཡོད་རེད། རེ་བ་དབུ་མའི་ལམ་གྱི། ད་ང་ཚོ་རང་བཙན་རང་བཙན་རྩོད་དུས་གལ་སྲིད་རང་བཙན་རྒྱག་རུང་ཆི་སྲུང་རང་བཙན་ར་ཡག་ཡོད་མ་རེད་ཁ་པོ་རེད་གསུང་གི་རེད་གལ་སྲིད་ར་བས་དབང་ལྟར་བཏང་པ་ཡིན་ན་ཨ་ནི་རྫ་ཆུ་ཕ་ཁ་དང་ཚུར་ཁ་ཟེར་ཡ་དང་བོད་ག་ས་ག་རེ་ཡིན་གཅིག་ཚུར་དབྱེ་བ་ཆི་མང་པོ་ཞིག་འདུག་ད་དངོས་གནས་ད་ནི་སྤྱན་དངོས་ང་ཚོ་བོད་པའི་གཏམ་དཔེ་ལ་ཡོད་ར་བ་སྤྱན་མ་ཡོང་ག་ལ་རྡོག་པ་དང་ཆུ་མ་ཡོང་ག་ལ་ར་ཟེར་ཡ་དེ

སྲུང་སྐྱོབ་བྱེད་ཡ་དེ་སོ་སོ་རང་ལ་བདག་དབང་ཡོད་ཐོབ་ཆེད་དུ་ཨ་ནི་དབུ་མའི་ལམ་ཟེར་ཡ་དེ་གཉིས་ཕན་དབུ་མའི་ལམ་རྒྱ་ནག་ལ་ཕན་པ་བོད་ལ་ཕན་པ་ཨ་ནི་འདི་གཡས་གཡོན་ལ་ཡོད་པའི་ཨ་ནི་རྒྱལ་ཁབ་འདི་ཚོ་ལ་གྲོང་པ་རྒྱལ་ཁབ་འདི་ཚོ་ལ་ཕན་པ་དེ་འདྲས་ཀྱི་དགོངས་པ་རྒྱ་ཆེན་པོ་བཞེས་བྱས་རྒྱ་རོམ་བཅས་ཀྱི

བ། ད་ལྟ་རྒྱ་གར་ནང་ལ་ཕེབས་ཡོད་རྗེས་སློབ་ཆུང་སྦྱངས་དགེ་བཤེས་ལྷ་རམས་པ་ཐོན་མཁན་བུ་ཐོན་སློབ་དཔོན་ཐོན། འདི་འདྲའི་ཐོན་ཡག་དེ་རྒྱང་རུམ་གྱི་ཐུགས་རྗེ་བཀའ་དྲིན་ཉག་གཅིག་ལ་རེད་ད། ད་ལྟ་ད་ལྟ་ཡ་རྐུབ་ཀྱག་འདི་འདྲས་ཀྱི་ཚོད་མཐོ་པོ་ཞིག་གང་ལ་བཞུགས་ཡ་རག་པ་དེ་རྒྱང་རུམ་གྱི་བཀའ་དྲིན་རེད། འདི་འདྲས་ཀྱི་བཀའ་དྲིན་བསམ་མ་ཤེས་འདི་ག་ལ། ཀུན་རྫོ་ནི་རྒྱང་རུམ་ཞིག་གི་དགོངས་པ་དེ་ལ་ཡ། འགོག་རྐྱེན་བཟོ་ཡ་བྱེད་དུ་ཤུགས་ནི་ཨ་ནི་འདི་འདྲས་ཀྱི།

བདེ་སྡོད་ཀྱི་བེད་སྤྱོད་ཀྱི་རིགས་པ། དངོས་གནས་དྲ་ནས་ལྟ་ཡིན་ན་ང་སྐད་ཆ་མང་པོ་ཞིབ་ཕྱི་བཤད་ཡ་ཡོད་སེམས་པ་ན་གླན་ཡོང་དུ་བང་དེ་ནས་གླན་ཡོང་དུ་སྔོན་དུ་མ་ཞུས་པ་དེ་འདྲ་མང་པོ་ཞིག་གླན་གྱི་འདུག་རུ་བ་ཡིན་ན་ཡང་ད་སྐད་ཆ་རིང་ཐ་ན་ཡང་ཡག་པོ་མི་འདུག་བ་རྣམ་པ་ཚོ་སེང་གེ་ཉོབ་གི་རུ་བ་དེ་ཡིན་དེ་ག་ལ་ད་ང་ད་འབོད་སྐུལ་བྱེད་ཡིན།

སྤྱི་འཐུས་ལྷན་ཚོགས་ནང་ག་རེ་གནང་གི་ཡོད་པ་དེ་ཆོས་རྒྱུད་སྤྱི་འཐུས་གཅིག་པུ་དེ་ག་རེ་གནང་གི་ཡོད་རྒྱག་རོམ་གཅིག་གི། བཀའ་དང་འགལ་བ་རྒྱག་རོམ་གཅིག་ལ་དངོས་ཤུགས་གང་རུང་ལ་ཐུགས་ཕམ། བཙོན་འཇུག། ཨ་ནི། ག་ས་འཚེ་མེད་ཞུ་ཡག་གི་ཀ་མེད་དེ་འདྲས་ཀྱི་ལས་དོན་དགོངས་པ་བཞེས་བཅས་ཀ་མེད་དེ་འདྲས་ཀྱི་ལས་དོན་མང་པོ་ཞིག་གནང་ཡོད་འདུག་ག་ལ་དེ་འདྲའི་ལས་དོན་གནང་བ་དེ་ཡ་བླ་ཆེན་ལགས་ལ་ཡང་དབུ

ཨ་ནི་དབུས་གཙང་གི་གཅིག་པུ་དགོན་མ་ཡིན་པ་ཆོ་ག་གསུམ་གྱི་གཞུང་ཡིན་པ། དེ་བ་མདོ་སྡེ་མདོ་སྨད་དབུས་གཙང་གསུམ་དགོན་གྱི་གཞུང་ཡིན་པ། ཆུ་ལུགས་ཡིན་ན་ཡང་ཨ་ནི་རྗེ་རིའུ་དགེ་ལུས་པའི་གཞུང་གཅིག་པུ་མ་ཡིན་པ། ཆུ་བཅུ་ཆེན་པོ་བཞི་དང་གཡུ་འབྲུག་བོན་ཚང་མ་གི་གཞུང་ཡིན་པ་ཅིག་གྲུབ་གནང་དགོས་ར་ད་དེ་འདྲའི་ཆུ་ལོ་མང་པོ་ཅིག་དྲུག་ཅུ་རེ་ལྔ་ཅིག་ལྷག་ཅིག་བདུད་ལ་ག་ལ་ཕེབས་གནང་བར་བ།

ཁྲིམས་དང་སྒྲིག་གཞི་ཟེར་དེ་མི་གིས་བཟོས་རྒྱུ་རེད། དེ་དུས་དང་སྐབས་ལ་ཡ། འཇུ་བ་བཏང་དགོས་དེ་མི་གིས་བཏང་དགོས་རེད། རྒྱ་རོམ་གྱི་བཀའ་སློབ་འདི་འདྲའི་ཅན་ཡོད་རེད། རྒྱ་རོམ་གྱི་བཀའ་སློབ་སྔོན་དུ་ཞུས་སོང་ངས། བྱུང་ན། སངས་རྒྱས་ཀྱི་གནམ་ས་ཆོས་མཁན་དེ་ཚོ་ཨ་ནི། ཨ་ནི། Politics ནང་ལ་མ་འཛུལ་ན་ཡག་པོ་ཡོད་རེད་གསུངས། བཀའ་སློབ་བསྡུ་བ།

བོད་གཞུང་འདི་ད་དབུས་བོད་མིའི་སྒྲིག་འཛུགས་བཙན་བྱོལ་གཞུང་ཟེར་ན་རེད་དབུས་བོད་མིའི་སྒྲིག་འཛུགས་ཟེར་ན་ཆོས་དང་ཆབ་སྲིད་ལོ་ག་ཆེད་འདུ་བྱ་ན་ཡང་ད་དེ་ལང་ཀར་འགྲོ་དགོས་ང་ཚོ་དེ་ལང་ཀ་ལ་འགྲོ་སོང་ན་ད་ལུས་ལ་སངས་རྒྱས་ནམ་ས་ཆེན་མོ་དེ་ཚོ་ཆོས་རྒྱུད་སྤྱོད་དུས་ཡིན་ན་རེད་ད་གང་ལྟར་ང་ཚོ་ནང་པ་སངས་རྒྱས་པའི་བསྟན་པ

དངོས་ཤུགས་ཀྱིས་བསམ་གཏང་དགོས་རུང་བ། འོ་དེ་ཡིན་དེ་ག་ལ་ད་ད་ལན་དེ་དཔེ་གལ་ཆེན་པོ་ར་ཞིག་མཐོང་སོང། དེ་ཡིན་དེ་ག་ལ་དངོས་གནས་ད་ནས་ང་ཚོ་བོད་མི་མང་གི་ད་ང་རང་ཚོ་གི་ད་ལས་འགུལ་ཅིག་སྤེལ་ཡོད་རེད་སྔོན་དུ་ཞུས་པ་ན་ཞིག་རེད་ད་སྤྱི་འཐུས་ལྷན་ཚོགས་ཡིན་ན་དེ་ལ་ཡ་སྙན་མ་ཡིག་འཆམ་ལ་ཡ་ཞིག་བཏང་དང་ཉིན་མི་མི་མང་པོ་ཅིག་གི་ད་མཚན་རྟགས་བསྡུ་རུབ་བྱས་དེབ་ཆུང་རྣམ་པ་སྤྲད་ཨ་ནས་སོ་སོ་ལག་ཐོག་ཁ་པར་གྱི་ཨང་གྲངས་དེ་ཚོ་སྤྲད་བྱས་དེ་ག་ལ། འདི་ཡིག་ཆ་མིན་པ་ཅིག་ངོས་འཛིན་གནང་འདུག་བ་འདི་གི་རྒྱུ་མཚན་དེ་ཤེས་སོང་བ་གྲོགས་ཚོ་ནང་ཤེས་སོང་བ་ཡིན་ཀྱང་ད་ལན་དེ་དངོས་གནས་སྟོང་ཕྲག་བཅུ་མི་སྲིད་མ་སེམས་ཀྱི་ཡོད་རེད་དངོས་གནས་སྤྱི་མཐུན་ཚོགས་གཙོ་ཡིན་ན་རེད་ཚོགས་གཞོན་ཡིན་ན་རེད་རྒྱུན་ལས་ཡིན་ན་རེད་འདི་ལ་ཡིག་ཆའམ་རྩིས་གནང་ན་དངོས་གནས་ལ་དྭགས་གི་མར་དྭགས་ལས་རྒྱུ་འདི་ལ་འགྲོ་གི་མར་དྭགས་ནམ་མཁའ་ལ་ཀུན་སྤྱོད་ཞུ་ཡོད་ད་ད་ལྟ་ང་ཚོ་འདམ་ས་ལ་ལ་ཡ་དངོས་གནས་སངས་རྒྱས་སྐུ་དངོས་བཀའ་དྲིན་ཆེ་བ་ཐམས་ཅད་ཅི་ཟིག་པ་ཆེན་པོ་ཡ་ཡི་སྒང་ལ་ཞུ་ཡོད་ད་སྐུ་ཟིག་པ།